ད་སྐྱེས་བུ་དེ་ལ་ནི་ད་སྐྱེས་སྐྱེས་མི་འདུག་ད་མ་ག་ནོ་ནས་འབྲི་བྱ་ཙམ་ལོ་ལྔ་བཅུ་ཚོ་ནི་སྤྲོས་དྲུག་གི་འབྲི་བྱ་ཙམ་ནི་ག་གུ་ཅི་ཡོད་མ་རེད་ག་ཅི་སྤྲད་ཡ་ཡོད་མ་རེད་བོད་ཀྱི་སྐོར་གོར་མོ་གཏུག་གཏུག་ཅིག་གཉིས་ཤིག་དེ་འདྲས་ཀྱི་སྤྲད་སོང་དེ་མིན་དེ་དེ་ཡང་རྔན་མ་སུ་སུའི་དཔང་ཁར་བརྒྱབ་ནས་བླ་ཧོ་ར་དེའི་བླ་ཆག་གི་བསགས་བཞག་ཅོག་དེ་རེད་ད་དེ་འདྲས་ཀྱི་དེ་སྤྲོས་དྲུག་ནོ་ནས་དངོས་གནས་དྲོ་ནས་འགྲོ་ཡིན་པ་ཀི་སི་ཐན་མ་ལ་འགྲོ་ཡིན་ཕི་གི་བག་ལ་དེ་བྱེད་མ་ལ་འགྲོ་ཡིན་སེ་ཆེན་གི་ལས་བྱ་ལ་འགྲོ་ཡིན།

ཆོས་ཀྱི་སྐུ་མདོག་ནག་འགྲོ་ཡིན། ཆོས་ཀྱི་སྐུ་མདོག་ནག་འགྲོ་ནི་ད། ཅག་མི་འདི་དཀྲུགས་པ་ཅག་ད་ཅིག་དཀྲུགས་པ་ད་ནི་ཅིག། དུ་བ། ཧོ། གཙང་ལ་ཡིན་སོང་ན་གཙང་སྙན་མོ་ནི་བྱེད། ཨ་ནི། སྟོན་ལུགས་ནི་ཡར་བྱེད་སྙན་མོ་ནི་བྱེད། ང་ཚོའི་སྦྱིན་བདག་ངའི་སྦྱིན་བདག་འདི། ཨ་འགྲོ་སྦྱིན་བདག་རེད། ཨ་ནི། དེའི་སྐར་ཆ་རེད། ཤང་དགའ་འབྲས་ཆེན་དགོན་ཟེར་ནས་དོན་དག་ང་ཚོ། ཡ་གཙང་གཙང་ལ་ཤང་དགའ་འབྲས་ཆེན་དགོན། ཨ་ནི། འདི་བ་ཤོང་གི། མེ་མདག་ཨིན་ཇི་ཁ་ཐུང་མེ་མདག་འདི་བ། ཨོ་དེ། ལེན་སོང། དེ་ལེན་ནས་ཨ་ནི་དེ་མི་མང་ལ་མ་སྤྲད། ཨ་ནི་དེ་ནས་གཙོ་བོ་ཡོང། གཙང་སྙན་མོ་སེང་གེ་དེར་དེ་ཁྲུས་པ་བརྒྱག། བྱམས་བརྩེ་འཛིན། ཁྲུས་པ་བརྒྱག་ནས། ད་དེ་ལ། ཁེབས་གཙང་འདྲ་བོ་ཨའུ་དེ་རེད་རེད་དེ་ནས་ཡིན་ན་ཡང། ང་ཚོ། ཆ་འཕྲིན་བ་ཞོག་ཀ། ད་ལྟ་ཁམས་ཆ་འཕྲིན་ཟེར་ངེས་ཀྱི་ཡོད་ར། འོ་དེ་ཞོག་ཀ། ལ། བྱུང་ལྟས་སུ་རག་སོང། མི། ལྟས་སུ་མང་བསད་སོང།

རྒྱ་མི་གི་ས་འོག་ལ་ཕར་བསྡད་ནས་བརྩེ་གདང་ནི་འདི་མི་ཚང་ཆེན་པོ་ཅིག་འདུག་སེམས་ནང་མཁར་སེར་ཐ་མི་ཚང་དེ་མིང་འདི་ཧ་ལམ་བཞེས་ཚར་འདུག་མི་འདུག་འོ་དེ་འོ་དེ་མི་ཚང་དེ་གི་དེའི་ནང་མི་ཨ་མ་ལ་ཨ་མ་ལ་ཐ་གཉིས་ལ་བརྩེ་ཆེན་གཉིས་ལ་བརྩེ་ཆེན་གཉིས་བརྩེ།

རྩེད་ཐང་དེ་འདྲ་རྩེད་རིགས་ཅུང་རིགས་རྒྱུད་ཡོད་རེད་རྩེད་རིགས་རྩེད་ཐང་འདྲ་བོ་དེ་ནི། དེ་ནི་ཡ་དེ་ནི་ང་ཚོའི་མི་འདྲ་དེ་ཚོ་ཡ། དམག་མི་འདྲ་དེ་ཚོ་ཡ་ནི་ང་ཚོའི་དམ་པ་ཅིག་ཡ། དེ་ནི་ཡ་རྫ་ནི་དེ་དེ་ནི་མ། རྒྱབ་ཁ་བྱས་རེད་དེ་བྱས་མ་བྱུང་རིགས་ཁོ་རང་རྟོག་རྟོག་དེ་འདྲ་ཡིན་ཡོང་རེད། ཨ་ནི་རྒྱ་མི་མང་བསྟན་མང་ནས་ནི། པགས་པ་གཡོག་པ་ནང་བཞིན་ཡ་གཡོག།